བློ་སྦྱོང་ལེགས་པོ་སྤྲད་མ་ཐུབ་གོང་ནི་རྟ་དྲུག་ཁྲི། དེ་རིགས་བྱས་ཏེ་ཚོ་མ་འགྲིག་ངེས་སོང་རེད་ཅེས་མཐོང་གི་འདུག་གཉིས་ནི་སྤུ་གུ་ཚོ་བློ་སྦྱོང་སྤྲད་སྟངས་དེ་ང་རང་ཚོའི་དགོན་པ་གདན་ས་ཆེན་པོ་འདི་ཚོ་རྟ་དྲུག་ཁྲི་ས་ཡིན་ཙང་གཞི་རིགས་བློ་སྦྱོང་སྤྲད་སྟངས་དེ་སྟོགས་ས་མང་ཐང་ངེས་འདྲ་ཅེས་མཐོང་གི་འདུག་ནས་རྒན་གི་ཐེག་སེ་ཤེས་ཡོན་གྱི་ན་ཟབ་སྦྱོང་བྱེད་ལ་བཅའ་དུས་སྒང་ལ་སྤུ་གུ་ལོ་བཞི་ལྔ་དེ་འདྲ་ལ་ཡར་སྒོམ་བྱ་ཡག་གི་ཐང་ལ་འདི་འདྲ་གཉིས་བརྗེ་པོ་དེ་འདྲས་བྱས་ཤག་འདུག། ཨ་ནི་རྒན་གྱི་ལས་རིགས་དེ་ཡི་ཐོག་ནས་ང་ཚོ་གདན་ས་དགེ། ད་དྲ་ཕྲུག་ཆུང་ཆུང་མ་དག་སོགས་ལ་བློ་སྦྱོང་སྤྲད་སྟངས་དང་བློ་སྦྱོང་ལ་སྤྲོ་བ་ལས་སྟངས་དང། དེ་གའི་དགེ། རྒན་ཕལ་ཆེར་གཟིགས་འོས་ཀྱི་ཁྲེང་ཏུའུ་ང་དགོན་པ་རྣམས་ཀྱི་སྲོལ་རྒྱུན་གྱི་བློ་སྦྱོང་སྤྲད་སྟངས་སྔས་མ་དེ་ཁོ་གཞི་རིམ་ཡོད་ངེས་ཀྱི་ཚེ་ཐོང་པོ་མགོ་དེར་བ་ད་དེ་སང་དེ་གཞི་རིམ་བས་དེ་གོ་རོ་སྔོན་འགྲོ་བསླབ་གྲ་ལྟ་བུ། བུ་སྐྱིད་ཁང་སོགས་འདྲ་གྱི་འགུལ་རྣམ་ཡར་སྤྲད་དགོས་དོ་ད། ད་ང་ཚོའི་ད་འདི་རེ་ཆགས་མཁན་ནི་ང་ཚོ་མང་དག་སྐྱིད་གར་ཡོང་གི་འདུག་ཟེར་ན་སྤུ་གུ་མང་པོ་ཡོད་འདུག་གཞི་རིང་གི་ལོ་ཆུང་ཁྱོད་ནི་མེད་དུས་ནི་ཤག་རྒན་ཚོ་གི་དཔེ་ཁྲིད་མཁན་ཚོས་འཁྲུངས་ཁ་ལྟ་ཅི་ཁེའུ་ད་དཔེ་ཆ་ཕྲ་རུ་གྱིས་ཟེར་འུ་ཐོག་ད་གེ་དཔེ་ཁྲིད་མཁན་ཚོ་གི་ཡང་ཕྲ་དགོས་རེད་ད་མ་དངོས་པོ་དོག་པ་ད་གྱིས་ཁྲིད་ནི་ཡིན་པ་ཐག་མ་ཡིན་པ་ཐག་གིན་ཤག་ཤག་མ་བཏང་གང་ཚང་ཁྱེད་དཔེ་ཁྲིད་མཁན་ཚོ་གི་ཨ་ད་ཡོང་གི་མི་འདུག་གནའ་སྔ་མོ་དང་འདྲ་གི་མི་འདུག་ད་ཚར་ཚར་འདུག་ཟེར་ནི་ཡ་མེན་ཁ་གཅིག་ཕ་ངན་ཁ་གཅིག་བྱེད། ག་ཚད་བཏང་བཞག་ནས་འགྲིག་མི་ང་ཚོ་དཔེ་ན་ངས་ད་ཞུས་ན་གོང་ད་བློ་སེང་ལ་སློབ་གྲྭ་འདྲེ་ཆགས་བཞག་ན་རྦད་དེ་ཁོ་རང་སླབ་གྲྭ་ཚོ་ཞོག་གིན་ནི་དགོངས་དག་པ་དེ་བླ་གཡག་མང་དྲགས་པའི་སོ་རེད་མཐོང་གི་འདུག་ངས་ཡང་ཚོ་ཆོག་ཚུལ་དཔེ་ཁྲིད་ཅིག་དེ་ཆོས་ར་ནས་ཅིག་དེ་ཁང་ཚན་གེ་གི་ཅིག་དེ་སློབ་སྤྱི་གི་ཅིག་དེ་སྤུ་གི་དེ་ཚོ་རྦད་དེ་ནུས་པ་ཁོ་རང་འདང་དགོས་ཡོད་མི་འདུག། དེ་འདྲའི་ཁྱི་ནི་སྤུ་གུ་མང་པོ་ཅིག་བད་དེ་འཁོར་བ་སུས་ནི་འགྲོ་བྱ་ངས་མང་པོ་ཅིག་སྐད་ཆ་དྲིའུ་འདུས། ཁྱི་ནི་ཨར་དེང་གི་མི་འདུག་སེང་གེ་དངོས་གནས་དེ་འདྲ་བྱུང་སོང། དེ་ཚོ་ཀོ་ལི་ཡའི་རྒན་གི་ཨ་ནེ་ནང་བཅུད་དེ་ཅིག་ག་རེ་གི་ཟིག་ཚུལ་དང་མ་འོངས་པ་ག་འདྲ་རེ་གནང་དགོས་ཀྱི་ཡོད་མེད་དེ་ཕལ་ཆེར་རྒན་གི་དགོངས་དོན་རེ་དྲན་དགོས་འདུག་ནི་དེ་ཐད་ཀར། དེ་འདྲ་གྱིས་གར་ཟེར་བཀའ་སློབ་གནང་གི་ད་རེས་གཙང་མ་ཡིན་པ་ཁྱོད་ཚོ་དེ་འདྲའི་ཐོག་ལ་ཐུགས་ཞིང་གནང་རོགས་ཟེར་ཞུ་བ་ཡིན། ཁྱེད་ཕྱག་ལེན་གནང་རོགས་གནང།
ལོ་སོ་དུས་ཆེ་ན་རྒན་འདི་རྒན་རིན་པོ་ཆེ་གི་གསུང་ཡ་དེ་པེན་མ་སི་གེ་ཆེན་པོ་རེད་ད་ག་རང་ཞུ་གི་ཡོད་ངོ་ཚུལ་ཞུ་གི་ཡོད་ངེས་ཀྱི་གོང་ས་མཆོག་ནས་ཕྱག་ཡིན་མ་ཡིན་ན་ཡང།

དཔང་རྟགས་ཆེན་པོ་རེད་ལ་ད་ཆུང་དུས་གཅིག་སེམས་ལ་དཀའ་ངལ་འཕྲད་པ་དང་ཆུང་དུས་སྤྱོད་ལམ་བཟང་པོ་མ་བྱུང་བ་ཡིན་ན། འོ་དེ་འདྲ་གི་ཚོད་ནས་ཆེན་པོ་ཆགས་ཡོང་དུས་བེད་ཁོ་རང་མི་ཚེ་གཅིག་བྲོ་ལ་འགྲོ་གི་ཡོད་པ། འོ་རྗེས་ས་འདི་ཡོན་དུས་གཅིག་སྲིད་གཞུང་སློབ་གསོ་དེ་ཚོའི་ནང་གི་ད་ཆོས་ལུགས་ལ་མ་བལྟས་པ་བཟང་སྤྱོད་ཞུ་ཡ་དེ་ཡིན་གྱི་མིན་གྱི་ཆོས་ལུགས་ཕ་ཞག་ནས་མ་རེད་ད། ནང་ཆོས་ཆོས་ལ་མ་བལྟ་བའི་བཟང་སྤྱོད་ཀྱི་ནང་དོན་དེ་ནང་ཆོས་རང་ནས་ཚུར་ལས་བྱེད་ཚན་རིག་གི་དཔང་རྟགས་བསྟན་པ་དེའི་ཐབས་ལམ་གྱི་བར་བ་ཐི་ཐི་ཐི་ཐབས་དེང་སང Best Practice ཟེར་ནས་ད་ང་ཆོས་ཚན་རིག་རང་གི་ཐོག་ནས་ཉམས་ཞིབ་བྱས་པའི་ཕ་ཕ་གི་ཐི་ཐི་ཐི་ཙམ་པ་རྒྱུགས་ཤོས་ག་འདྲས་ཡོང་གི་འདུག་ཐུགས་ཐབས་ལམ་དེ་དེ་ནང་ལ་ཁེལ་ཡོད་རེད་བྱས་ཙང་འདི་ཡོང་དུས་ཕན་ཐོགས་དང་ཞོལ་ཆུ་ངོས་རེ་ལ་ད་ལྟའི་ཏན་ཏན་གྱི་ང་ཚོའི་དགོན་སྡེ་སློབ་གྲྭ་ནང་ལོ་ལ་དེ་ངེས་པར་དུ་བསླབ་དགོས་ཅི་ཆགས་ཀྱི་འདུག་ཟེར་ངས་དཔེ་སྟོན་གྱིས་ཞུས་པ་ཡིན་ན་སྤུ་གུ་ཆུང་ཆུང་ལ་ཕན་ཐོགས་ཡོང་གི་ཡོད་པ་དེ་ཐའེ་ཝན་གྱི་ད་ལྟ་ཏཱའི་ནན་ཚན་ས་ཆ་ཞེས་བ་རེ་ལ་ཐའེ་ཝན་ལ་ལྷོ་ཕྱོགས་ལ་ཨོ་དེ་ལ་ད་ཉིན་ང་ཚོས་ང་དྲུག་དུས་དམ་པ་བོད་ཀྱི་སློབ་གྲྭ་གཅིག་ནང་ལ་སའི་གཞོན་སློབ་གསོ་དེ་ལག་བསྟར་བྱེད་དགོས་བ་རེད། འོ་དེ་འཛིན་གྲྭ་གཅིག་ནང་ལ་ཁོང་ཚོ་ཁྲིད་སོང་དེ་འཛིན་གྲྭ་དང་པོ་རེད་བཤད་དེ་ལོ་ལྔ་དྲུག་བྱས་པ། འོ་དེ་ནང་ལ་སྤུ་གུ་བཅོ་ལྔ་བྱས་འདུག་ད་དེ་ཚོས་ཀྱི་དགེ་རྒན་གྱི་སློབ་ཁྲིད་བྱས་ཡོང་དེ་ཚང་མ་སྤུ་གུ་དེ་ཚོ་དཔེ་དེ་འདྲའི་གི་ཅིག་ཅིག་ཚུལ་མཐུན་མ་རྙེད།

ང་ཚོ་ལ་བཤད་དེ་ལ་ག་རེ་བྱེད་ཞོར་བྱོས་ན་ལོ་གཅིག་ལྷག་གསུམ་གོང་ལ་མོ་བོད་སྐད་སློབ་གྲྭ་དེ་ལ་སླེབས་ཡོང་དུས་འཛིན་གྲྭ་དེ་པདྨ་སེ་པད་ཁོ་ན་ཚུར་པོ་པད་སློབ་ཕྲུག་བཅུ་གཉིས་བཅུ་གསུམ་ཞིག་འདུག་དེའི་ནང་ནས་སྤུ་གུ་གཅིག་དེ་པད་ཞུ་སེམས་ལ་དངངས་སྐྲག་ཡོད་མཁན་འཛིན་གྲྭ་ནང་ལ་ཞོ་གས་བསླད་པ་ལྟར་པད་ངུས་ནས། པད་དུ་ཕ་མ་དག་ཕ་གི་ཞག་ནས་ཁོ་ཚོ་དྲུག་གོ་རེ་བ་པད་ཀུ་ངུས་ནས་དངངས་སྐྲག་གིས། ཨ་ནེ་དེ་ཁོ་མོ་རང་ཨ་སློབ་སྦྱོང་བྱེད་མ་ཐུབ་ཨ་ནེ་སྤུ་གུ་གཞོན་པ་ལ་ཁོ་གཅིག་སློབ་སྦྱོང་བྱེད་ལ་བར་ཆད་བྱེད་སྤུ་གུ་གཅིག་དེ་ཞོའི་ཁོང་ཁྲོ་ཚ་བོ་པད་སྤྱོད་པ་ངན་པ་པད་བའི་སྤུ་གུ་སུ་ལ་ཞོའི་དུ་བཅད་ནས་པད་ཟིན་འདྲ་ཚོང་མ་ཐུབ་དུ་ཟུག་གི་ཡོད་བྱས་ཙང་འདི་ཡིན་དུས་མོ་རང་དགེ་རྒན་ཆགས་བཞག་པ་ཡིན་ནས་པད།

འདིར་སླེབས་པའི་བཀའ་དྲིན་རྒན་ཐ་ཁོ་ཕ་གེ་ཁ་སྤུ་གུ་རང་ལ་ཕར་བྱེད་སྒོ་དང་དེ་ནས་ཀྱི་ཐོག་ནས་བསྡུ་བྱེད་ཡོང་དུས། ད་ལྟ་ལོ་གཅིག་གི་ནང་ལ་པད་ཁོ་ར་པད་ཁོ་གནམ་ས་བསྒྱུར་བ་འགྲོ་སོང་འགྲོ་སོང་ད་ད་ལྟའི་ཆ་ལ་པད་སྐྱིད་པོ་འདུག་སློབ་ཆུང་སྤུ་གུ་ཚོའི་སློབ་སྦྱོང་བྱེད་པ་ཧོ་དེ་དེ་བཞིན་ད་དེ་དེ་གཅིག་གཉིས་མ་རེད་ལ་ད་ལྟ་དེ་རྒྱལ་ཁབ་བདུན་ཅུ་དོན་གྲངས་བདུན་དགུ་ལ་ལྟ་དུ་ཡག་རེད་རྒྱལ་ཁབ་མང་པོ་བྱེད་ན་ལ་ང་ཚོ་དངོས་སུ་ཕར་ཕྱིན་བྱེད་དུ་སྦྱོང་བརྡར་དེ་ཕ་མ་ཐུག་དུ་བྱེད་དགོས་རེད་ཨ་ལས་ཐ་ན་བཞག་ནས། རྒྱ་གར་རཱ་ཡི་སི་ཐན་འདི་པ་ལ་ཡིན་ན་ཕ་མ་གཉིས་ཀྱི་དུས་ལབ་སོང་ང་ལབ། ཁོ་ཚོ་སྤུ་གུ་དེ་སྒེར་གྱི་སློབ་གྲྭ་ནས་ཚུར་བཏོན་ཕྱིར་བ་གཞུང་གི་སློབ་གྲྭ་ལ་ཕ་ཚུར་ཁྱེར་འོང་ཡིན་གང་ཡིན་ཞུ་བ་ཡིན་ན་གཞུང་གི་སློབ་གྲྭ་རྣམས་ལ་སྲིད་གཞུང་སློབ་གསོ་ཡོད་པ་བྱེད་འདི་གི་སྤུ་གུ་ཚོ་ལ་འགྱུར་བ་ཞུ་ཆེན་བྱེད་ཁོ་རང་ཚོ་སློབ་སྦྱོང་ཡག་པོ་དང་སྤྱོད་པ་ཡག་པོ་ཆགས་བ་མ་ཟད་ནང་ལ་ལས་ནས་ཕ་མ་ལ་དཀའ་ངལ་ཞིག་འཕྲད་ཡོང་དུས་ཙམ་པ་ཨ་ད་དེ་དུས་ཚོད་དབུ་ཏེ་སི་ཐན་ཞོ